ཨོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲས་ལག་ལེན་གསོལ་སྟོན་མའི་སློབ་ཚན་གྱི་སློབ་ཐུན་ཉི་ཤུ་རྩ་དྲུག་པ། རྩ་བའི་ཤོ་ལོ་ཀ་ཉི་ཤུ་རྩ་དྲུག་པ། ཨ་ནེ། སྡུག་བསྔལ། སྡུག་བསྔལ་རང་བཞིན་གྱིས་མ་གྲུབ་པ། ཡིད་དུ་མི་ཡོང་པ་རང་བཞིན་གྱིས་མ་གྲུབ་པ།

ཁྲོ་ལོ་རུ་བལྟ་བ་རྒྱལ་སྲིད་ལག་ལེན་ཡིན། འོ་དེ་འདྲ་གསུངས་པ་རེད་ཨ་ནི་ད་འདི་ཡི་དོན་དག་རྡོག་རྡོག་དེ་གར་བསྟན་གྱི་ཡོད་པ་རེད་ལབ་ན་ཨ་ནི་འདི་ཡི་སྒང་ལ་ཡིད་དུ་འོང་པ་རང་བཞིན་གྱིས་མ་གྲུབ་བ། དེ་གསུངས་པ་རེད་སྐབས་འདི་ལ་ཡིད་དུ་མི་འོང་པ་རང་བཞིན་གྱིས་མ་གྲུབ་བ། འོ་དེ་རེད། དེ་དེ་གསུང་གི་ཡོད་པ་རེད། ཡིད་དུ་མི་འོང་པ་རང་བཞིན་གྱིས་མ་གྲུབ་པ་ཟེར་དུ། ཡིད་དུ་ཡིད་དུ་མི་འོང་པ་ལབ་ན་ཨ་ནི་སོ་སོའི་འདོད་པ་མེད་པ། ཨ་ནི་སྡུག་བསྔལ་དང། མི་མཛེས་པ་དང། ཨ་ནི་མི་སྙན་པ། མི་དགའ་བ་མི་སྐྱིད་པ་མི་བདེ་བ་འོ་དེ་ཚོ་ཚང་མ་དེ་ཡིད་དུ་མི་འོང་པ་ཆགས་བསྡད་ཡོད་པ་རེད། ཨ་ནི་དེ་ཡིན་དུས་ང་ཚོ་མི་གཅིག་གི་མི་ཚེའི་ནང་ལོགས་ལ་ཨ་ནི་སྡུག་བསྔལ་ཡང་ན་རྐྱེན་ངན་པ། བར་ཆད་དེ་འདྲའི་རྣམ་པ་སྣ་ཚོགས་འཕྲད་ཀྱི་ཡོད་པ་རེད། ཨ་ནི་དེ་ཚང་མ་དེ་དེ་འདྲ་བའི་སྡུག་བསྔལ་ཚང་མ་དེ་ཁོ་རང་གི་གནས་སྟངས་དེ་ཁོ་རང་གི་ངོ་བོ་གནས་ཚུལ་གྱི་ཨ་ནི་གནས་སྟངས་དེ་ག་འདྲས་ཡོད་པ་རེད་ཟེར་གསུངས་འདུག་ཨ་ནི་རྨི་ལམ། པོ་ཞིག་ལྟར། རྨི་ལམ་ནང་ལོགས་ལ་དཔེར་ན་ཨ་མ་ཅིག་ཡིན་པ་ཡིན་ན། ཨ་ནི། མོ་རང་གི་རྨི་ལམ་ནང་ལོགས་ལ་ཨ་ནི་མོ་རང་གི་པོ་དེ་ཤི་སོང་བ་དེ་འདྲ་རྨི། དེ་འདྲ་རྨིས་པ་ལ་བརྟེན་ནས་ཨ་ནི་སེམས་ལ་སྡུག་བསྔལ་སྐྱེས་ནས་ཚོར་བ་དྲག་པོ་བྱུང། སྡུག་བསྔལ་ཆེན་པོ་བྱུང། ཨ་ནི་རྨི་ལམ་གྱི་ནང་ལོགས་ལ་མིག་ཆུ་བཏོན། འོ་ད་དེ་ལ་སོགས་པའི་ནུས་དང་རྣམ་པ་སྣ་ཚོགས་བྱུང་གི་ཡོད་པ་རེད། དེ་དང་ང་ཚོ་མི་ཚེའི་ནང་ལོགས་ལ་སྤྱང་ལྟ་བ་འཇིག་རྟེན་འཁོར་བའི་ནང་ལོགས་ལ་སྤྱང་ལྟ་བའི་སྡུག་བསྔལ། ཚང་མ་འདྲ་བོ་རེད། རྨི་ལམ་ནང་ལ་སྤྱང་བའི་སྡུག་བསྔལ་གྱི་ཚོར་བ་དང་དོན་དངོས་ཀྱི་འཇིག་རྟེན་ནང་ལོགས་ལ་སྤྱང་བའི་སྡུག་བསྔལ་གྱི་ཚོར་བ་གཉིས་སྟོད་ལ་གཅིག་པ་རེད། སྟོད་ལ་གཅིག་པ་རེད་ལབ་ན་གར་ལ་སྐོར་ལབ་ན་རྨི་ལམ་ནང་ལོགས་ལ་སྤོས་ཞེས་པའི་སྡུག་བསྔལ་དེ་ཡང་བདེན་པ་མ་རེད། རྫུན་པ་རེད། ཨ། ང་ཚོ་སེམས་སེམས་ལ་ཨ་ནི་དེ་འདྲ་གི་འཁྲུལ་སྣང་བྱུང་ནས་སྡུག་བསྔལ་བྱུང་བ་རེད་མ་གཏོགས་སྟོན་ལ་པོ་ཤེས་ཡོད་མ་རེད། ཨོ་དེ་ནང་བཞིན་གྱི་ང་རང་ཚོའི་མི་ཚེའི་ནང་ལ་བྱུང་བཞག་པའི་སྡུག་བསྔལ་ཚང་མ་དེ་ཡང་སྟོན་ལ་བདེན་པ་མ་རེད། ཨ་སྟོན་ལ་བརྫུན་པ་རེད། ཨོ་དེ་འདྲ་གསུང་གི་ཡོད་པ་རེད། ཨ་ནི་ང་ཚོ། ཨ། དཔེ་ཆ་བཞག་ན་རྨི་ལམ། རྫུན་པ་ཡིན་པ་ང་ཚོ་སོ་སོ་སྐྱེ་བོ་རང་ག་བ་སོ་སོ་སྐྱེ་བོ་ཕ་བ་རྣམས་ཀྱིས་ཤེས་གི་ཡོད་རེད། ཡིན་ན་ཡང་དོན་དངོས་ནི་མི་ཚེའི་ནང་ལོགས་ལ་བྱུང་བའི་སྡུག་བསྔལ་འདི་སོ་ནི་རྫུན་མ་ཡིན་པ། དོན་ལ་མི་ནུས་པ་དེ་ང་ཚོ་སོ་སོ་སྐྱེ་བོ་ཕར་བ་རྣམས་ཀྱིས་ཧ་གོ་ཐུབ་གི་ཡོད་མ་རེད། ནི་དེ། འཕགས་པ། འཕགས་པའི་གང་ཟག། རྒྱལ་སྲས་བྱང་ཆུབ་སེམས་དཔའ། ཨ་ནི་ཁོ་རང་ཚོ་གནས་སྟངས་དེ་ཨ་ནི་མཁྱེན་གི་ཡོད་པ་རེད། རྨི་ལམ་ནང་ལོགས་ལ་པུ་ཞེས་པའི་ཨ་ནི་རྨི་ལམ་དེ་འདྲ་བཏང་ནས་ཨ་ནི་སྡུག་བསྔལ་གྱི་ཚོར་བ་སྐྱེས་གི་ཡོད་པ་ནང་བཞིན་དུ་མི་ཚེའི་ནང་ལོགས་ལ་བྱུང་བའི་སྡུག་བསྔལ་འདི་སོགས་ཡང་འཁྲུལ་སྣང་ལ་བརྟེན་ནས་བྱུང་བ་མ་གཏོགས་དོན་ལ་དེ་ལྟར་ཨ་ནི་མེད་པ་ཡིན་ཙང་ཨ་ནི་མིན། མི་མཐུན་པའི་རྐྱེན། མི་མཐུན་པའི་རྐྱེན་ལབ་ན་ང་ཚོ་དམ་པའི་ཆོས་སྒྲུབ་མཁན་གཅིག་ཡིན་པ་ཡིན་ན། མཐུ་རྐྱེན། མཐུ་རྐྱེན་དང། མི་མཐུན་པའི་རྐྱེན་གཉིས་ཡོད་པ་རེད། མཐུ་རྐྱེན་དགེ་བའི་བཤེས་གཉེན་དང། ཨ་ནི། གྲོགས་འཕགས་པའི་དགེ་འདུན། ཨ་ནི་ཆོས་སྒྲུབ་པའི་མཐུ་རྐྱེན་ཨ་ནི། སྲས། སྐུ་ནི། མལ།

ཡང་ན་ཨེ་ནི་ཆོས་སྒྲུབ་པའི་སྐབས་ལ་གཟུགས་པོ་གང་ལ་ནད་ནས་ཚ་བྱུང་བ་ལ་སོགས་པ་སྟེ་འདྲ་བའི་མི་མཐུན་པའི་རྐྱེན་བྱུང་བའི་སྐབས་ལ་ཡང་སྡུག་བསྔལ་འདི་དག་ཚང་མ་ཨེ་ནི་རྨི་ལམ་ནང་དུ་པོ་ཞེས་བའི་སྡུག་བསྔལ་ནང་བཞིན་འཁྲུལ་བའི་སྣང་བ་ལ་བྱུང་བ་མ་གཏོགས་སྟོན་ལ་དེ་འདྲ་ཅིག་མེད་སྙམ་ནས་ཡིད་དུ་མི་འོང་པའི་ཡུལ་ཨེ་ནི་རང་བཞིན་གྱིས་མེད་པར་རང་བཞིན་གྱིས་མེད་པར་ལྟ་བ་དེ་ཨེ་ནི་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱིས། ཨ། ཉམས་ལེན་ཡིན། ཨོ། དེ་འདྲ་སོང་བ་རེད་ཨ་ནི་རྩ་ཚིག་གི་དོན་དག་མདོར་བསྡུ་བ་ཡིན་ན་དེ་འདྲ་ཅིག་རེད་ཨ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།